རྒྱལ་ནང་སྐུ་ཕམ་བཟང་ང་བསྟན་འཛིན་བློ་གསལ་ཡིན་དེ་རིང་ངའི་མདུན་བའི་བློ་རྒྱུད་རང་བྱུང་དེ་ངའི་བློ་ལ་བསྐྱོད་ཁྱི་ཡིན། ན་མོ་གུ་རུ་མི་འཛུགས་དགོས་ཁ་ཡ་བླ་མ་ཆོས་དང་དབྱེར་མེད་པའི་འཇམ་པའི་དབྱངས་ལ་གུས་བཏུད་ནས་ཐུན་མིན་ལི་ཤི་སུམ་ཅུ་པའི་སྙིང་པོ་མདོར་བསྡུས་བཤད་པ་ཕྱག་གཡང་གི་བྱ་བ་གཟེར་བུ་རུ་བྱེད་པ་ཨི་ཨུ་ཨེ་ཨོ་ཤི་གསལ་བྱེད་བཀའ་སྲོལ་སུམ་ཅུ་ཡིན་ད་ང་ད་ན་བ་མ་ཧཱ་ར་ལ་ས་རྣམས་རྗེས་འཇུག་ཅུ་ད་ད་ས་ངན་ཡང་འཇུག་སྟེ་ད་ནི་ན་ར་ལ་སུམ་ཐམ་ས་ནི་ག་ང་བ་མ་ཐོབ་ག་ད་བ་མ་ཧཱ་ངན་འཇུག་གོང་ངོ་དོ་ནོ་བོ་མོ་ཧོ་རོ་ལོ་སོ་དོ་བླ་དུ་ཏེ་ཛོ་ཙི་དར་དུ་ཞེས་ཀྱང་བྱ་བ་ད་ཡོད་དོ་ད་ཐ་མི་ཧོ་གཞན་རྣམས་མི་སྟེ་རྗེས་དོན་སྦྱར་སུ་རུ་ར་ཐུ་ན་ལ་ཏུའུ་ལ་ཐུའི་རྣམ་པ་བདུན་ཡིན་ཏེ། རྣམ་དབྱེ་གཉིས་ཤིག་བདུན་པ་དང་དེ་གཉིས་བསྲེས་སྐབས་རྣམ་ལ་འཇུག་ས་སུ་ག་པ་ད་དར་ཏུའུ་ང་ཐ་ན་མ་ར་ལ་དུ་ཧ་ད་ཐ་མི་ར་དང་རུ་ཀི་ཀི་ཀི་ཡི་ཨི་ང་པོ་རྣམ་དབྱེ་དྲུག་པ་འདི་དག་དང་དེ་རྣམས་ས་དར་ཅི་ང་ནི་རྣམ་དབྱེ་གསུམ་པ་ཆེ་དར་ཏེ་སྦྱོར་ཚུལ་ན་མ་ར་ལ་གི་ད་པ་ས་ཀི་ག་ང་ཀི་ཧ་ད་ཐ་མི་ཧི་དང་ཧི།

སྐད་དང་སྐད་ཡིག་བོད་སྦྱར་ཏེ་ཕལ་ཆེར་མིང་གི་ཐོག་མ་བཞུགས་ནི་ནི་སྐད་དང་མནན་པའི་ཆ་ཐ་ནི་རིག་བྱེད་རྒྱུད་འཛིན་དང་ཚད་སྐད་དང་མ་སྔ་ལ་བཞུགས་མིང་གི་ཐོག་མའི་ཐད་ཆ་ནི་ཐ་སྙད་དེ་མ་ཐག་པ་དང་རྣམ་དག་ཞེས་མཆན་གཉིས་ལ་བཞུགས་ཅི་ཅིའི་སུ་གང་ཅི་ལྟ་སྟེ་ཞི་དེ་ལས་རྒྱ་ཆེ་ལ་ཅི་ནི་སི་ལྟ་ཤིང་སྐད་ལ་ཅི་སུ་ནི་གང་ཚད་གང་དགོས་ལ་ཧོ། རྒྱན་ལ། ཐུགས་རྗེ་གནང། རྗེས་མ་རྗེས་ཡོང།